ཨོ་བླ་སོ། དེ་ནས་སྐྱབས་གནས་དགེ་འདུན་གྱི་དཔལ་རིན་པོ་ཆེ་ལ་བོན་གྱི་སྔོན་འདོན་གཏོང་བའི་ཐོག་ནས་སླར་ཡང་ཕྱོགས་མཚམས་ཀྱི་བསྐྱར་ཆུ་བ་བྱས། དེ་ནས་དེའི་པར་བ་དེ་ལ་ཕྱིའི་རྣམ་པ་གི་དགོངས་ཚུལ་མང་པོ་ཅིག་འཕེལ་བཞིན་དུ། ང་བདེ་བ་ལ་བྱ་བ་ཆུང་ཆུང་འདྲ་བོ་ཅིག་ཡོད་རེད་ཁོང་མ་ཁོམ་འདྲ་བོ་ཅིག་ད་ལྟ་མ་རེད་བར་དུ་ལན་འདེབས་ཐོབ་མ་སོང། ཡིན་ན་ཡང་ཁྱེད་རྣམ་པ་གི་བཀའ་སློབ་དེ་ཆ་ཚང་ཅིག་ཉན་ཟིན་པ་ཡིན། ང་གཙོ་བོ་འདྲ་བོ་དེ་ལྟ་དེ་རྒན་དཀར་སྲོང་ཞུ་ཡག་དང་རྒན་ཨ་དཀར་ཞུ་ཡག་རྣམ་པ་གཉིས་ཀྱི།

དོན་དག་གཞན་ལ་མེད་པ་ཅིག་ཡོད་རེད། དོན་དག་གཞན་དག་འདི་ཚོ་གི། དེ་ནས། སྔོན་འགྲོ་ཁྲིད་ཆེན་ཞེས་ཟེར་ཡ་དེ། ཅིག་སྤངས་ནས་དེ་ནས་དངོས་གཞི་དག་ལ་བླ་མའི་རྣལ་འབྱོར་མི་བསྒོམ་པའི་སྲོལ་འབྲང་བ་ཅིག། ཨ་ཁུ་རྫོང་ཁོངས་སུ་གྲོངས་ནས་དེ་འདྲ་གྲུབ་དགོས་དུ་བ། ད་དེ་དེ་འདྲ་ཡིན་གྱི་མ་རེད་མཁན། ཨ་ཁུས་ག་རེ་གསུང་གི་ཡོད་རེད་ཟེར་ན་དགེ་ལྡན་པ་ལ་ཨ་ནེ་པའི་ཁྲིད་ཆེན་ཞེས་ཟེར་ཡ་དེ་གྲགས་ཆེན་པོ་མ་རེད། ག་རེ་ཟེར་ན་སྐོར་ལམ་རམ་ཁྲི་དེ་ཡོད་བ་ཡི་ཚ་ཁྲི་ཆེན་ཞིག་དེའི་ནང་ལ་སླེབས་ཏེ་ཡོར་བ་སི་སྐྱབས་འགྲོའི་ཁྲི་མན་དྲར་གྱི་ཁྲི། བླ་མེད་རྣལ་འབྱོར་གྱི་ཁྲི། ཡིག་བཅག་གི་ཁྲི་རྡོར་སེང་གི་མཐའ་དེ་མཉམ་དུ་མ་སླེབས་ཏེ་ཡོར་བ་ས་ཟོར་དུ་བཀར་ནས་མར་ཁྲི་ཡག་གི་ལུགས་སྲོལ་དེ་ཤོག་ཆེན་པོ་མ་རེད་ཟེར། ཨ་དེ་མ་གཏོགས་ཨ་ནི་སྔོན་འགྲོ་དཔེར་ན་ང་རང། དགེ་ལྡན་པའི་ཕྱུག་ལ་ཡིན་ན་ཡང། གཟུངས་འདི་འཇིགས་སུན་ལ་སོགས་པའི་ཡི་ཐང་ཁག་གི། བརྙན་མཁན་དེ་ཚོ་གཏོང་འོང་དུས་དེ་ནི་སྔོན་འགྲོ་སྦོམ་ཞིག་འདུག་སྦོམ་ང་འདུག་སྦོམ་ཀུ་ཨ་དེ་འདྲའི་ཟ་དགུག་རེད་ཟེར་ནས། དེ་ནི་ད་བརྙན་ཁྱ་ཚང་གི་ནང་ལ་ཁུག་སྟེ་ཇོ་རུ་བ་ཉག་ལན་རང་གི་ངོས་ནས་བརྩིས་པ་ཡིན་ན་དེ་ཁྱོད་ཆུ་ཤེལ་དུ་ཅི་བར་རུ་བ་དེ་བསྟན་པ་ཡང་དེ་སྔོན་འགྲོ་ལ་དེ་དགོས་ཀྱི་འདུག་བ། དེ་ནི་སྔོན་གྱི་ཐུགས་རྒྱུད་གཞན་དག་ཡིན་ན་ཡང། ཁོ་ཚོས་སྔོན་འགྲོ་ཟེར་ནས་འབུམ་བཞེས་ཀྱི་སྟོང་ནས་ཨ་ནི་སྔོན་གྱི་ཉམས་ལེན་གྱི་ནང་ལུང་ལ་བླ་མའི་རྣལ་འབྱོར་ཆུད་ནས་ཡོད་མ་རེད་ཟེར་ནས། ལབ་ཐུབ་ཡ་གོ་རུང་ཡོད་མ་རེད། ཉམས་སུ་ལེན་རྒྱུ་དེ་གསང་སྔགས་རྡོ་རྗེ་ཐེག་པའི་དེའི་ནང་ནས་བླ་མེད་རེད་དེ་ཡོད་རེད། བླ་མེད་ཀྱི་རྒྱུད་རྒྱ་ཁྱོན་ཡོད་ཚད་གང་གཱ་གི་ནང་ནས། བླ་མ་ཡི་དམ་ངོ་དབྱེར་མེད་དག་ནས་སྒྲོག་དགོས་ཡ་དེ་སྒྲུབ་ཐབས་ཁོ་རང་གི་སྤྱི་ཆིངས་འདྲ་བོ་ཅིག་རེད་དེ་ཡོད་རེད། དེ་ནི་བླ་མའི་རྣལ་འབྱོར་དེ། ལག་གི་གཙོ་བོ་འདྲ་བོ་ཆེ་གི་མ་རེད་ཟེར་ཡ་དེ་ད་ལྟ་འདེགས་མར་བ། ཨོ་ལགས་སོ་དེ་ནས་བསྙེན་པ་དེ་ལ་རྒན་རྣམ་པ་གཉིས་འགའ་གིས་ད་གར་སོང་འདུག་ཟེར་ན། གཟོང་བསྟེན་གྱི་སུམ་ཡག་མ་ཕྲ་བ་ཉམས་སུ་ལེན་ཟེར་ཡ་དེ་ཆོ་ག་སྐྱེལ་གི་ཐོག་ནས་ཡོང་དགོས་གི་རེད་ད། ཆོ་ག་སྐྱེལ་གི་སྒྲུབ་ཐབས་སྐྱེལ་དགོངས་པའི་ཁ་ཐུག་དུ་བ་ལ། དེ་ནས་ཚེག་སྣོམ་པ་བརྒྱད་མི་དགོས་ན་དོང་སྣོམ་པ་བརྒྱད་དགོས་རེད། དཔེར་ན་གཙོ་བོ་དག་ལམ་གྱི་དངོས་གཞི་གསང་འདུས་ཡིན་པ་ཡིན་ཚ་གསུང་གསང་འདུས་འདྲ་བོ་གྱི་གཙོ་བོ་ཉམས་སུ་བླངས་ནས་གསང་འདུས་ཀྱི་ཨེ་ནི་ཆོ་ག་གཏོང་པའི་སྐབས་དེར་ཨེ་ནི་མགོ་ནས་འཇིགས་བྱེད་ཀྱི་དོན་དག་ཚོ་ལེན་པ་དང་ཞོག་ནས་དེ་ནས་འདེམས་འཇོག་གི་དོན་དག་ཚོ་ལེན་ནས་དགོངས་འགུགས་རེད། ད་དེ་བཀག་གནང་གི་འདུག་ཅེས་དང་ང་རང་ཚོ་ཡག་མ་ཕྲ་བ་ཉམས་སུ་གླན་ཡ་ཟེར་ཡ་དེ་ཁོ་རང་རང་སོ་སོ་གི་ཨ་ནི་མདོ་རྨོངས་འདྲ་བོ་བྱས་ནས་ག་ཡིན་ན་ལབ་ཆོག་གི་རེད་བ་དེ་ཁྲེམ་བཀྱག་དེ་ཡ་ཟེར་གི་ཡོག་མ་རེད་དེ་ཆོག་མ་རེད་ཟེར་ཡ་ཟེར་གི་ཡོག་མ་རེད་ང་ཚོ་རྩ་བའི་གཞི་རྩ་འདྲ་བོ་དེ་རྗེ་བདག་ཉིད་ཆེན་པོ་གི་བཀའ་སྲོལ་ལྟར་བཟུང་དེ་གཅིག་སོང་ཡག་མ་ཕྲ་བ་ཉམས་སུ་གླན་ཚུལ་རྗེ་ཡི་རྣམ་ཐར་ནང་ལ་ཡོག་དེ་ཆོག་རྗེ་བཙུན་འཇམ་དཔལ་ཡོངས་ཀྱི་ཨ་ནི་བཀའ། དེ་རྗེས་བདག་ཉིད་ཆེན་པོའི་རྣམ་ཐར་དང་དེ་ནི། དེ་ཡང་རྗེས་བདག་ཉིད་ཆེན་པོའི་རྣམ་ཐར་མཇལ་རྒྱུ་ཡོད་དེ་ཆུ་རྗེས་ཁོ་རང་གི་མི་ཚེ་གི་ནང་ལོགས་ལ་ཉམས་ལེན་བྱེད་སྟངས་ག་འདྲ་བགྱིས་འདུག་དེ་ཁོ་ནི་ཚོགས་ལོགས་ནས་ང་རང་ཚོ་དོགས་པ་བསྐྱེད་རྒྱུ་དེ་དེར་བ། ཨ་དེ་འདྲ་ཡིན་དུས་གར་གསལ་དགོས་རེད་ཟེར་ན་ཨ་ནི་རྗེས་ཀྱི་རྣམ་ཐར་མཇལ་ཡོང་དུས་བཟང་སྟེ་རྗེས་གསུམ་ཀའི་གི་ཁྱོ་ག་ཉི་མ་གཅིག་ལ་གཏོང་གི་ཡོད་བ་རྣམ་ཐར་གི་ནང་ལ་དངོས་སུ་ཁུག་བསྡད་རྒྱུ་དེར་བ། དེ་མ་གཏོགས་གསུང་དུས་ནི་ཆོ་ག་སྟོང་པའི་ཁར་ཐུག་ལ། འཇིགས་བཞིས་སྤོགས་ནི་འཇིགས་བྱེད་ཀྱི་དོན་དག་ཚོགས་ལས་ནི་བསྒོམ། སྨད་ནི་བདེ་འཇུག་གི་དོན་དག་ཚོགས་ལས་ནི་བསྒོམ། དེ་འདྲའི་རྗེས་ཀྱི་རྣམ་ཐར་རྗེས་ཀྱི་ཡོད་མ་རེད་བ། རྗེས་ཀྱི་རྣམ་ཐར་དུ་ཕག་ཞག་དེ་ལ་གི། ད་ལྟ་མ་རེད་བར་དུ་འདས་ཟིན་འཇོག་གི་ཕ་བུ་གི། བླ་མ་སྐྱེས་ཡོང་མཁས་གྲུབ་སྐྱེས་ཡོང་རྣམ་ཐར་དེ་འདྲའི་རྗེས་ཀྱི་ཡོད་མ་རེད་བ། ད་འབད་པའི་བརྟུལ་ཞུགས་ཀྱི་ཐོག་ནས་དེ་འདྲའི་ཉམས་སུ་ལེན་དུ་ཡོད་ན་མ་གཏོགས། དེ་ནས་གར་སའི་སྐོར་རེ་ད་གིན་རྣམ་པ་སྙིང་ག་གི་གར་སོང་འདུག་ཟེར་ལགས་ན། བཟོ་འདུས་ཀྱི་ཆོ་ག་འདྲ་བོ་ཅིག་སྒྲུབ་ཐབས་འདྲ་བོ་ཅིག་མ་དགོངས་དུས། ད་མགོ་དེ་བ་ལ་མཇེ་གཞིས་ཀྱི་ཨེ་ནི་དོན་དག་ཚོ་གླེང་དགོས་རེད་མ་གཏོགས་ཚིག་གླེང་དགོས་མ་རེད་གསུངས་འདུག་བ། དེ་ཧ་ཅང་མ་འཚམས་པ་ཆེན་པོ་ཅིག་རེད་དྲན་གི་འདུག། ཚིག་ཟེར་ཡ་དེ་དོན་དེ་བློ་ཡུལ་ཤར་ཡག་གི་ཆེད་དུ་རེད་བ། རེད་བ་རེད་ཨེ་ནི་ཉམས་ལེན་བྱེད་མཁན་གྱི་ཡིན་པ་ཡིན་ན་ཁོ་རྩ་བའི་ཆ་ནས་ང་རང་ཚོའི་ཁྱོ་ག་འདྲ་བོ་དེ། དེ་གའི་སྐྱིད་སྡུག་སྐྱེག་ལ་བབས་དམིགས་རྣམ་སྐྱོང་ནས་འགོང་མི་ཐུབ་མཁན་དེ་དག་གིས་ཨེ་ནི་དམིགས་རྣམ་ཤར་ཡག་གི་ཆེད་དུ་ཚིག་སྒྲིག་རྒྱུ་རེད་བ། དེ་ནས་ཚིག་དེ་གའི་དོན་དག་དེ་ཕལ་གིས་སྒོམ་ཆོག་གི་ཡོད་ཨེ་ནི་ཚིག་དེ་ཚོ་བཟོས་ཆོག་གི་མ་རེད་ཟེར་སླ་བ་ཡིན་ན། ད་དེ་ཏག་ཏག་དངོས་གནས་གྲོ་ནས་བསྡད་གི་མ་རེད། བྲན་གྱི་རྡོ་ཀེ་རིན་པོ་ཆེ་རྣམ་པ་གཉིས། ལྷག་པར་ཡང་ད་ལྟ་རྒན་དཀར་བཟང་གིས་དེ་འདྲ་གསུང་གི་འདུག་བ། དེ་ནི་རྗེ་རིན་པོ་ཆེ་གི་རྣམ་ཐར་མཇལ་རྒྱུ་རྩ་བ་ཉིད་ནི་མེད་ཆོག་དེ་འདྲ་མ་རེད་རེད་ཟླ་བས་ཀྱི་དྲིས་ལན་གྱི་ནང་ལོགས་ལ། ཡི་དམ་རྡོ་རྗེ་འཇིགས་བྱེད་ལ་ཨ་ནི་འཕགས་མ་གི། ནི་སྙིང་ག་འཚོང་བདེ་བ་དེ་འདྲས་གསུང་འདུག་ཟེར། ད་དེ་ཙམ་མ་ཟད་ང་རང་ཚོ་གི་ཨ་ནི་དགེ་ལྡན་གྱི། ཁྱི་བ་ཐམས་ཅད་ཀྱི། ནང་ལ་རྫོང་གི་ནང་ལ་གཡོག་རུ་བ། ཁ་ཏྲམ་སྒ་རྗེས་ཀྱི་བོད་ཀྱི་ཕྱག་མཚན་གྱི་ནང་ལོགས་ལ་རུ་བ་ཁ་ཏྲམ་སྒ་དང་དེ་ནས་མེ་ཐབ། ད་ཕྱག་མཚན་རང་གི་ཐོག་ནས་ཨེ་ནི་བོད་ཀྱི་གར་སའི་གུ་རུའོ། སྒྱུ་ལུས་དུ་འོ་གསར་སྙིང་ག་ཕ་རྒྱུད་མ་རྒྱུད་སྙིང་ག་གི་གནས་མཚུངས་བ་ཡོད་པ་ཅིག་སོང་འདུག། དེ་འདྲའི་ཡིན་ས་འཇིགས་བྱེད་ཀྱི་ཨེ་ནི་ཆོ་ག་དེ་བ་རང་གི་ཀྱེ་བདག་ཉིད་ཆེན་པོ། ད་བྲེད་བྱ་རྒྱུད་ཀྱི་འཇིགས་བྱེད་ཆོ་ག་དེ་བ་རང་གི། དེ་ནས་གསུང་བདེ་སྐྱིད་སོགས་ཡག་མ་དྲག་པའི་ཉམས་ལེན་དེ་འགྲོ་གི་ཡོད་ས་རེད་སོགས་འདྲ་བོ་ཅིག་ད་དེའི་ཟོག་འདྲ་ཅིག་གསུང་གི་འདུག་ཨོ་ལ་སོགས་དེ་ནས་སྐལ་རིན་པོ་ཆེ་རྣམ་པ་གིས་ད་དེ་ད་ལྟ་ང་རང་ཚོ་མཇེ་བཞི་ལ་ཆེ་ཆུང་ལྔ་བཤད་པའི་ཁ་ཐུག་ཐུག་པ་ལ་ཨ་ནི་ག་རེ་བཤད་དགོས་རུང་གོ་ད་ཆེ་ཆུང་ལྔ་གི་ནང་ནས་ཕྱག་མཚན་གྱི་ཐོག་ནས་བི་གི་ཝོ་ས་དུ་སྒྱུ་ལུས་ཀྱི་གནས་ཚང་བ་ཅིག་བཀའ་གནང་གི་འདུ་བ་ཕ་རྒྱུད་མ་རྒྱུད་སྙིང་ག་གི་གནས་འདུས་ལྟེ་བ་ཅིག། ཁྱེད་རྣམ་པ་གི་ག་འདྲེ་གྱི་གོ་གུ་འདུག་སྟེ་ང་ནི་ཡག་པོ་ཆུད་ནས་གོ་གུ་མི་འདུག། དེ་ནས་དེའི་བྱང་ཆེན་སྙིང་པོ་དེ་ཕ་རྒྱུད་དུ་མ་རྒྱུད་ཀྱི་གནས་འགག་དེ་མར་བ་དེས་དེ་ཚོང་གཞིས་འདྲ་བོ་བྱས་ནས་བུ་གའི་ཚོང་བཞག་ལ་བརྒྱར་གོ་གུར་བ། ང་རང་གིས་ད་འདིའི་ཐུགས་ལ་ཐག་ཆོད་བ་གཅིག་ཤོད་ཤེས་ཡ་ཟིག་གི་མི་འདུག་སྟེ་ང་གི་རྩ་བའི་འཇིགས་ཡིག་བཅུ་གསུམ་མ་གི་རྒྱུད་ཀྱི་ནང་ལུགས་ལ། ལས་ཚོགས་ཀྱི་སྐོར་དེ་མ་གཏོགས་བསྐྱེད་རྩོམ་རང་གི་ཉམས་ལེན། ཨ་ནེ་མེ་ཡི་སྟེ་བ་ཅིག། མེ་ཡི་སྟེ་ཡེ་ན་ཡང་ཨ་ནེ་ཡི་སྐོར་ལས་སོགས་ཀྱི་བྱ་བ་བྱེད་པའི་གནས་སྐབས་སུ་དཔའ་རྡོ་རྗེ་འཇིགས་བྱེད་བཅུ་གསུམ་མ་ཁོ་རང་གི་བུ་གི་ཕྱག་མཚན་ལ་བཏགས་འདུག་དེ་ནི་ཤེས་རབ་དང་དག་ཐབས་གཉིས་ཀ་གི་མཚུངས་ཤིག་ཏུ་གྱུར་བ་ཡིན་ཙང་དེའི་ཁར་གོ་གི་ཡོད་རེད་ཟེར་སླ་བ་ཡིན་ན། ཨ་ནེ་རྡོ་རྗེ་འཇིགས་བྱེད་བཅུ་གསུམ་མ་ལ་བརྟེན་ནས

ཨ་ནེ་གར་སེར་གོ་རེ་དག་ངའི་འཇིགས་བྱེད་དེ་ཨེ་མེད་པའི་ཕ་མའི་རྒྱུད་སྙིང་ག་གི་དག་དེ་བང་ཚོང་ཅོག་དེ་འདྲ་ཅིག་སྒོམ་རྒྱུ་ཡོད་སྲིད་ད། འདི་ཡི་དམ་གི་གཙོ་བོ་བྱིན་ན་དགེ་མཚན་མང་པོ་ཡོད་རབས་ཅེས་གསུངས་པར་བ། དེ་ནས་རྗེ་བདག་ཉིད་ཆེན་པོ་ཁོང་རིགས་ཀྱི་ཆོ་ག་དངོས་སུ་མཛད་ཡོང་དུས་དེ་ནས་ང་རང་ཚོ་གི་གཡེར་དམར་གྱི་རྒྱུད་ཀྱི་ནང་ནས་ལམ་གྱི་འགྲོ་ཚུལ་གྱི་རིམ་པ་དེ་ཚོ་བླངས་ནས་ཨ་ནེ་འཇིགས་བྱེད་བཅུ་གསུམ་ནི་ནང་ལ་ཁ་སྐོང་པ་རེད་གསུང་གི་ཡོད་རེད་བ། རྩ་བའི་ཆ་ནས་བཅུ་གསུམ་པའི་རྒྱུའི་གདོང་ལ་ཡོད་དེ་ཆོས་ཀྱི་དབྱིངས་ས་མ་རུ་བ། དེ་འདྲ་ཡིན་དུས་དེའི་འཕགས་མ་སྙིང་ག་གི་གནས་མཚུངས་ཀྱི་རེད་ཟེར་ཡ་དེ་དག་གང་ལྟར། ཉེ་བཞི་བཅུ་གསུམ་པ་ཡི་དམ་གྱི་གཙོ་བོ་འདྲ་བོ་བྱས་པ་ཡིན་ན་སངས་རྒྱས་ཀྱི་ས་ཡི་བར་དུ་སྒྲོལ་བྱེད་ཀྱི་ཐབས་ཤེས་གོང་གི་ཆ་ནས་བྱས་ན་མ་མཚུངས་བ་མེད་པར་ཡོད་བ་ཞིག་བསྟན་པ་རེད། དེ་འགྲེལ་གྱི་ཡོད་རེད། འོ་དེ་གསུང་གི་ཡོད་ས་རེད་བ། ད་ནི་ང་རང་གི་རྣམ་རྟོག་ཞབས་གཏམ་གྱི་རེད། དེ་མ་གཏོགས་ད་བལྟ་ན་ཆོས་ཀྱི་སྒྲུབ་བྱེད་ཀྱི་ད་གར་སའི་སྒོ་ཡི་དམ་ཚེ་བརྟན་གྱི་སྒྲུབ་ཐབས་ཚེ་བརྟན་གྱི་ཡིན་ན་སྤྱི་དང། ཁོ་སངས་རྒྱས་ཀྱི་གོང་བུར་སྒྲུབ་ཐོབ་དགོས་བ་ཡིན་ཙང་ནི་བོད་ཀྱི་བོ་གསར་དུ་སྒྱུ་ལུས་ཀྱི་གནས་ཆ་ཚང་ཚོང་དགོས་བ་ཡི་དམ་ག་འདྲི་ཅིག་ཡིན་ན་ཡང། དེ་ཚོང་བའི་ཆ་ནས་ནི་རྡོ་རྗེ་འཇིགས་བྱེད་ལ་དམིགས་བསལ་བ་བཅས་ཆེ་ཆུང་བཤད་བསྡད་རྒྱུ་ཟེར་གི་ཨེ་འདུག།

དེས་ན་ད་ལམ་མི་ཤོང་ག་རེ་ཡིན་ན་དེ་གཅིག་པ་རེད་བ་དེ་ནི། ཀྱེ་རྡོ་རྗེ་ཉམས་ལེན་བྱེད་ན་དེ་ག་རེད་བདེ་མཆོག་ཉམས་ལེན་བྱེད་ན་དེ་ག་རེད། དེ་ནི་དམིགས་བསལ་གྱི་དེ་རྩར་དུ་བཏང་ནས་སྐད་ཆ་དེ་ཡོང་སྟངས་སུ་ཁས་མི་འདུག་བ། འཕགས་མ་གིས་ཨེ་ནི་པི་ཀའི་རྒྱུད་ཀྱི་གནས་ཡི་ཚང་དེ་ཡོད་ན་ཡང་རྩར་དུ་གདོན་ཅུང་ཁ་ཁ་རེད་བ། དཔེར་ན། བདེ་མཆོག་གི་ནང་ལུགས་ལ་ཨེ་ནི་གཟུངས་ཐུན་ནས་བཤད་བཅུག་གི། རྒྱུད་ལུས་ཀྱི་གནས་ཡི་ཚང་དེ་ཡོད་རེད་བ་སངས་རྒྱས་གང་པོ་སྒྲུབ་བྱེད་ཆ་ཚང་གཅིག་ཡོད་རེད་བ། ཡིན་ན་ཡང་བོད་ཀྱི་སྒྱུ་ལུས་ཀྱི་གར་སའི་གོ་རེ་དག་དག་མ་དག་གི་ཟུང་འཇུག་གི་སྐུ་འགྲུབ་ཡག་གི་ལམ་རྩར་དུ་གཏོང་ནས་རྩར་དུ་གཏོང་ནས་བཤད་པ་དེ་དེ་ནས་གསུང་བ་འདུས་པ་ནང་བཞིན་གྱི་ཡོག་མ་རུ་བ་དེའི་ཐོག་ནས་ཨེ་ནི་ཁ་ཁ་གསུང་གི་ཡོག་རུ་བ་ངེས་པར་སངས་རྒྱས་ཀྱི་ཁོང་བོ་ཅིག་འགྲོ་བར་ཤེས་པ་ལ་བཟང་དེ་ཅིག་གསུང་ཡག་མ་དྲ་བ་ཁྱེའི་གོ་རེ་ཟེར་གི་ཡོག་མ་རུ་བ་ཉོ་ལམ་ཅིག་གསུང་གི་ཡོག་རུ་བ་འདྲེར་ཁྱད་པར་ཅན་ཅིག་བྲི་གི་ཡོག་རུ་བ།

ང་ནི་དོང་གི་བྱེ་བྲག་ཤར་མི་འདུག། ད་གི། ཨ་ནི། ལྷ་རམས་པ་གི་དེ་འདྲི་གཅིག་བཀའ་གནང་འདུག་ཨ། ད་དཔེར་ན་གསང་འདུས་གི་ཨེ་མ་རེད་བླ་མཆོད་གི་དང་པོ། ཅིག་ཡོང་འདུག་ཨེ་ནི་འཇིགས་བྱེད་སྐད་ཅིག་གྲོང་ཁྱེར་གི་སོ་ནུ། ཡ། ཨོ། དེ་ནི།

དེ་ནང་རྒྱུད་གསང་སྔགས་རྡོ་རྗེ་ཐེག་པའི་ཆོས་སྐོར་ནང་ལ་མ་གྲགས་བདེ་སྐྱོང་གི་ལྷ་དེ་ཚོ་རུ་བ་དང་སྐྱི་ཐང་དེ་གསང་འདུས་ཀྱི་ལྷ་ཚོགས་རེད་དེ་ཡོད་རུ་བ་དེ་ཚོ་བཀོལ་བ་ཙམ་གྱི་རུ་བ་དེ་ཚོ་ཡི་གེ་ཁོ་རུ་བ་བཀོལ་བ་ཡིན་ན་ཡང་ལུས་སྐྱེས་ཡི་གེ་གར་ཟེར་གི་ཚོགས་ཞིང་གི་གཙོ་བོ་འདྲ་བོ་དེ་ལ་ནི་གསང་འདུས་སྒོམ་དགོས་དགོས་མི་འདུག་བ་ཆོ་ག་གོ་རུ་དངོས་གཞི་གི་ནང་ལུགས་ལ་བླ་མ་བློ་བཟང་ཐང་བ་རྡོ་རྗེ་འཆང་དེའང་རང་རུ་བ་ད་ནི་བླ་མ་བློ་བཟང་གིས་དེ་ནི་ལུས་ལ་ད་ལྷ་སོ་སོ་དེ་བསྐོར་བ་རེད་བ། དེའི་གསང་འདུས་ཀྱི་ལམ་གྱི་ཁོག་ཆོད་སྟོང་ཟེར་གྱི་ཡོད་མ་རེད་བ། རེད་བ། དེ་ནི་ཆོས་འཕགས་ཀྱི་ཐོག་ནས་གཤིན་རྗེའི་སྔ་རྗེས་ལྷན་སྐྱེས་ཕོ་ཉས་ཟེར་གསུངས་འདུག་ཟེར་དེ་འདེམས་ཐུག་ཏུ་བསྐྱར་དགོས་ལུགས་ཟེར་དེ་བསྡད་འཇུག་ཡིན་པ་ག་འདྲ་བྱས་ནས་གོ་གི་རེད། གཤིན་རྗེའི་སྔ་རྗེས་ལྷན་སྐྱེས་ཟེར་ཡ་དེ་བླ་མའི་རྒྱུད་སྤྱི་ཡི་སྤྱི་འགྲོས་རེད་བ། སྔོན་དུས་ཀྱི་ནང་ན་འདུ་བ་དེ་སྔར་ཆ་ཚང་བའི་རྒྱུ་ཡོད་རེད། དེ་དག་གོ་དཀའ། དེའི་དོན་ནི་གོ་སྟངས་ཅུང་ནས་ཡོད་མ་རེད་རྒྱལ་རྣམ་པ། དེ་ནས་གར་བསད་དགོས་རེད་ཟེར་ན། ང་རང་གི་བསམ་བློ་འདྲ་བོ་བྱས་ན་དཔེར་ན་བླ་མཆོད་ཀྱི་ཐོག་ནས་སྲོང་བཙན་རྒྱལ་སྲིད་ཉག་མར་གཡག་མ་འཁྲབ་པ་ཉམས་ལེན་བྱེད་རྒྱུ་ཡོད་རེད་ཟེར་ཏེ།

གང་རྒྱལ་རྒྱུད་དེ་ཚོའི་གོ་ནོར་ལ་དེ་འདྲ་མི་འདུག། ཨོ། དེ་ནས་ད་ལྟ་རྒན། སྐལ་བཟང་དང། རྒན་ཨ་དཀར་ལགས་རྣམ་པ་གཉིས་རེད་བ་ད། ཁོང་རྣམ་པ་གི་དཔེར་ན་གསུང་དུས་ལམ་གྱི་དངོས་གཞི་བྱས་ནས། ཨ་ནི་འདེབས་འཛུགས་དང་འཇིགས་ཞིག་དེ་ཚོ་གླང་ཡང་ཚོ་གླེན་ཡང་རུ་དཔེར་ན་འཇིགས་ཞིག་གི་གོས་ཆུ་དེ་ཚོ་གླེན་དགོས་རེད་གསུང་འདུག་ཨ། འཇིགས་ཞིག་ལ་གོས་ཆུ་ག་རེ་གླེན་གྱི་ཡོད་རེད། དྲི་བ་འདྲ་ཞིག་གཏོང་ན། དེ་དམིགས་བསལ་ཁོ་རང་རྒྱལ་གཞིས་ཀྱི་སྒྲུབ་ཐབས་ཀྱི་ནོར་ལུགས་ལ། ཚེ་ཚད་བཟུང་བ་དང་ཤེས་རབ་རྒྱས་ཡག་གི་སྒྲུབ་ཐབས་དམིགས་བསལ་བ་བཅས་སྒྲུབ་ཐབས་རྒྱལ་གཞིས་ཀྱི་སྒྲུབ་ཐབས་ཀྱི་ནོར་ལུགས་ལ་བསམ་བློ་གཏོང་ཆེད་དམིགས་བསལ་བ་བཅས་ཕར་ཆེར་ཡོད་མ་རྟགས་གསུང་དུས་དང་ལྡེམ་རྒྱུ་ལས་གཞན་པ། འོ་ན་དེ་རྒྱལ་གཞིས་ཏེ། ཤེས་རབ་ཀྱི་ལྷ་དང་ཚེ་ཡི་ལྷ་འགྲོ་སྟོང་ག་རེ་རེད་ཟེར་ན་ང་རང་ཚོ་ཁོ་ནར་འཇུས་ནས

གཞོང་ནང་ནས་སོང་བ་ཙམ་མ་ཡིན་པར་བྱས་ནས། ནི་རྣམ་ཐར་དུ་མར་སྦྱར་ན་ཡང་ར་འཕྲོ་བཅུ་ཡོད་བཅུ་གཅིག་ཡོད་རུང་བ། གཉེན་དུ་དཔའ་རྡོ་རྗེ་འཇིགས་བྱེད་སྲི་ཡ་སྟེ། ཤེས་རབ་ཀྱི་ལྷ་འགྲོ་དོན་དེ་འཇམ་དབྱངས་ཡིན་པ་ཡིན་ཙང་ཤེས་རབ་ཀྱི་ལྷ་ཡིན་པ། ཚེ་ཡི་ལྷ་ཡིན་པ་དེ་ཁོ་རང་ཕུག་གི་ཐོག་བསྐྱེད་ནས་འཚོ་བར། རྡོ་རྗེ་འཇིགས་བྱེད་ཀྱི་རྣམ་པར་འཚོ་བར་བཞེད་འོང་བས་ནི་འཆི་བདག་གི་ཁ་ནང་དེ་འབྲེལ་དུ་འཚོ་བར་བཞེངས་ཏེ་ཡིན་པ། རྟེན་འབྲེལ་བཅས་ཀྱི་ཐོག་ནས་གྲོགས་མགོ་གི་གཡོ་ས་རུ་བ་ཚེ་ཡི་ལག་ཏུ་ཤེས་རབ་ལྷག་བྱས་ཏེ། དེ་མ་གཏོགས་ཁོ་རང་ཁྱོ་ག་གི་ནང་ལོགས་ལ་མ་གཏོང་རོགས་ཨོ་ད་འདིའི་དཀའ་སྡུག་ལ་ཚེ་ཟིན་གི་འདུག་འདིའི་ཁར་ཐུག་ལ་ཤེས་རབ་རྒྱས་ཀྱི་འདུག་ཡི་ཐང་གཞན་ལ་མེད་ཀྱང་གུས་སྤྱོད་ཀྱི་རྡོག་སེལ་དེ་འདྲ་མཛུབ་མོ་བཙུགས་ས་རག་གི་འདུག་བས། རག་གི་མ་རེད་ད་ངས་རག་མ་སོང་གང་ལྟར། དེ་ཙམ་མ་ཟད་དཔེར་ན་ང་རང་ཚོ་གི་ཨ་ནི་རྡོ་རྗེ་འཇིགས་བྱེད་ལ་དམིགས་བསལ་གྱི་ཁྱད་ཆོས་འདྲ་བོ་སྐྱེས། སྡིག་སྐྱོང། སྡིག་པ་འབྱུང་ཡང་དག་པའི་མཚམས་མེད་ཀྱི་ལས་བསགས་པས། དེ་འདྲའི་སྡིག་པ་ཆེན་པོ་སྐྱེ་རིགས་དེ་ཡོད་ན་ཡང་རྡོ་རྗེ་འཇིགས་བྱེད་ཀྱི་ལམ་ལ་བརྟེན་ནས་མཐའ་ཡི་དྭངས་ཤེལ་ལ་མ་འདྲེས་པའི་ཁྱད་ཆོས་ཡོད་རེད། ཟེར་ནས། བཀའ་གནང་སྐྱེས་བདག་ཉིད་ཆེན་པོ་གིས། དེའི་བཀའ་སོར་བཞེས་གསུང་བྱས་ནས་དགེ་ལྡན་པ་ཡོངས་སུ་རྫོགས་པ་བཅས། དེ་ནས། ཨ་རོ་བ་མ་ཤི་ཚེ་གང་གཱའི་ངའི་མགོ་ལ་རྗེ་བཞི་ཀའི་རྟ་མཇུག་ལ་ཡར་སོང་དང། རྗེ་བཞི་ཀའི་ལྷོ་སྒོ་རྗེ་བཞི་ཀའི་གྱོང་བ། ཨ་ཡི་དམ་གཞན་ལ་མ་འདྲ་བ་འདྲ་བོ་གཅིག་གི་ཐོག་ནས་ཨ་ནི་ཤི་བོའི་རྒྱབ་མཆུ་འདྲ་བོ་དེ་འདྲ་གནང་འདོད་ཀྱི་ཡོད་རེད་བ། ཨ་དེ་ཚོ་གོ་ཐོག་སྐྱེ་ཚོང་ཐོག་ནས་འགྲོ་དགོས་ཀྱི་ཡོད་རེད་མ་གཏོགས་ཁྱེད་རང་ཚོའི་སྙིང་རྗེ་གི་ལྷ་རེད་ཟེར་གྱི་ཡོད་ར་དེ་ཚོ་སྒྲུབ་སྟངས་ཨ་ན་མ་ན་རེད་མ་གཏོགས། ཁོ་རང་ཨོ་ནི་རྗེ་བཞི་ཀའི་སྐྱེ་ཚོགས་ཀྱི་ཐོག་ནས་མི་ས་བ་ཅིག་མཐོང་བསྡད་ཀྱི་ཟེར་གྱི་མ་རེད་བ། དེ་འདྲའི་ཡིན་གྱི་རིགས་བྲལ་གྱི་རྡོ་རྗེ་རིན་པོ་ཆེ་རྣམ་པ། དེ་ནི་ཐུགས་རྗེ་ཆེ། དེ་ནས་ད་ཞུ་ཉལ་འདྲ་བོ་འཁོར་སུམ་སྟོང་ན་ཧམ་པ་ཚ་འདུག་སྐད་ཆ་ཟོ་འགྲོ། ཁྱེད་དང་ང་ནམ་རྒྱུན་མིའི་རང་གཤིས་དེ་འདྲ་འདྲ་ཅིག་ཡོད་རེད། ཚོགས་པ་ནས་ཆུ་འཛུལ་ཕོག་གི་མེད་ན་ཆུ་སྐྱེས་འཛུལ་ཚར་ནས་ཚོགས་པ་འདྲ་ཅིག་ཞོག་ནས། དེ་ནི།

ད་གར་སེ་གོལ་ཚུར་རྒྱུག་གཞན་དག་ལ་ཡང་ཨ་ནེ་སྔོན་འགྲོ་མ་ཟིན་རྨོ་བཞིའི་སྐབས་ལ་སླར་མི་སྣ་འབྱོར་བཟོ་འུ་ཐུག་བྱེད་ཀྱི་ཡོད་ན་ཡང། ང་རང་ཚོ་གི་བྱེད་སྤྱོད་དེ་ཨ་ནེ་སྙན་བརྒྱུད་ཐུན་མོང་མ་ཡིན་པ་ཡིན་ཙང། ད་དེའི་ཐོག་ནས་ཁྱད་པར་ཅིག་ཡོང་དགོས་ཀྱི་རེད་ཟེར་ནས་གསུངས་འདུག་ད་དེ་ལགས་ན་ཨ་ནེ་ངོ་བོ་ལ་ཁྱད་པར་ཟེར་མཁན་ཡོག་མ་རེད་དེ་བརྒྱུད་པ་ཁ་ཁ་རེད་ཟེར་ཡ་ཅེས་དེ་འདྲའི་འདྲ་བོ་ཅིག་མ་ཐུག་ལྷག་མ་ལྷག་བའི་སོགས་འདྲ་ཅིག་མི་འདུག་བས་ཀན། དེས་ན་ད་དེ་བསྟན་གནས་ཀྱི་ཁྱད་པར་ཡོད་དགོས་ཀྱི་རེད་དྲན་འདུག་ད་ང་རང་གི་བསམ་བློ་འདྲ་བོ་བྱས་ན་ནམ་རྒྱུན་གར་ཟས་གོ་རི་གེ་ཏའི་པ་ལ་ཨ་ནི་ལོ་གསུམ་ཕྱོགས་གསུམ་ཙམ་སྐྱེས་སོང་བགྱི་ཡག་གི་མན་ངག་ཡོད་རེད་གཞན་དག་ལ་ཡོད་མ་རེད་ཟེར་ཡ་དེ་གར་སོང་འདུག་ཟེར་ན་རྗེས་དཔེར་ན་ད་བོད་གངས་ཅན་གྱི་ནང་ནས་གྲུབ་ཐོབ་ཐམས་ཅད་ཀྱི་རྒྱལ་པོ་དེ་མར་པ་དུ་མི་ལ་དེ་ཚོ་བཞག་གོ་རུ་བ་རྗེས་མར་བར་དུ་མི་ལའི་སྐབས་ལ་ནི་གསང་སྔགས་རྡོ་རྗེ་ཐེག་པའི་གི་བུ་གའི་ཉམས་སུ་བླང་བར་ཉམས་ལེན་གྱི་གི་ཕྱག་ནི་ཞིག་གསེར་རྡོ་བོང་སྟོང་དེ་ཚོགས་ནི་ཀྱེའི་བདག་ཉིད་ཆེན་པོ་གིས་ད་གར་སའི་བཀའ་སྲོལ་ནང་བཞིན་ཅིག་རྩ་བ་ཉིད་ནི་མི་འདོར་བ་དཔེར་ན་རྗེ་བཙུན་མི་ལ་ན་ང་ཚོ་ནམ་རྒྱུན་ཡོངས་སུ་གྲགས་ཏེ་བྱུང་གི་བྱུང་བ་དེ་རེད་བ། རྗེ་བཙུན་མི་ལ། མར་བར་གྱི་རྩ་ནི། ནི་བས་ཏེ་ཁ་ཁ་ཕེབས་པའི་ཁ་ཐུག་དུ་བ་ལ་ཞབས་དྲུང་ནི་མ་ཕེབས་པའི་ཁ་ཐུག་ལ་མར་བག་གི་ཤོས་དྲི་གཅིག་བསྐོར་ཡོར་བ་བརྒྱད་ནི་ཁྱོད་རང་དཀའ་ལས་ཀྱི་ཁ་རྒྱུ་ཡོད་དེ་དུས་འདི་བློ་དང་ཕན་ཐོགས་ས་ཡོད། དུས་ཕ་གའི་ང་ལ་ཡང་ཨ་ནི་ཁྱོད་རང་གི་དད་པ་ཅིག་སྐྱེ་གི་རེད་ཟེར་ནས་བཀའ་ཅིག་གནང་བར་བ་ཁྱེད་སུ་རྗེས་མ་ལ་དཀའ་ལས་མང་པོ་ཁ་ཤོ་དྲི་བློ་ཡག་གི་མཚན་མ་འདྲ་བོ་ཅིག་བསྒོགས་ནས་མཐའ་མ་དེ་ལ་པའི་གཟུགས་པོ་ལ་ཟུག་གཟེར་ཞེ་བོ་ཅིག་བརྒྱབ་ནས་ཟེར་གཟུགས་ཨར་མི་བསྟན་བ་འདྲ་བོ། དེ་འདྲའི་ན་ཚ་གི་སྟངས་ཡོད་རེད་བ། དེ་ནས་ཁོང་རེ་གིས་ཤོག་དྲིལ་བློ་ཡག་གི་ཚད་མ་འདྲ་དེ་ཨ་ནི་ཤར་བཞིན་ཟེར་བ། དེ་ཤོག་དྲིལ་གྱི་ཀླད་བློ་ཡོང་དུས་སྐབས་དེ་དུས་ཀྱི་ཁོ་རང་གི་ལམ་གི་ས་ཚིགས་དེར་ཀླད་ཡོང་གི་ཁར་ཐུག་ལ་རིག་སེར་བོང་ཐོག་ཅིག་དེ་ན་བྲིས་བཞིན་འདུག་ཟེར་ནས་སོང་འདུག་བ། ད་ལྟའི་ཨ་ཁུ་ཤེས་རབ་རྒྱ་མཚོ་དེ་ཚོ་གི་གར་སོང་འདུག་ཟེར་ན། སྐབས་དེ་ནས་ཀྱི་ཨི་ནི་ཧིག་སེར་བོང་ཐོག་དེ་ཆབ་སྲིད་ཀྱི་ཀློང་ལ་མི་དགོས་ཀྱི་རྡོར་འདི་བཤད་ཚུལ་དེ་རེད་ཟེར་ནས་བཀའ་གནང་འདུག་བ། དེ་འདྲའི་ཡིན་པ་ཡིན་ཙང་དེ་འདྲའི་གེགས་སེལ་དུ་བོང་དོང་དུ་སྐྱེས་ཏེ་ད་དཔེ་ཐུགས་ལ་ཁུག་མི་འདུག་བ། དེ་བླ་མ་ཉམས་མྱོང་ཅན། རྟོགས་པ་དེ་ཡི་ས་ཚིགས་ལ་སླེབས་ཏེ་ཅོ་འདྲ་ཅིག་ཁྲིད་ན་མ་གཏོགས་དེ་ཧ་ཅང་དཀའ་མོ་རེད་འདུག་བ། བདག་ཉིད་ཆེན་པོའི་བཀའ་སྲོལ་ལ་དཔེ་ཁ་ལག་འདྲ་བཏགས་མ་སོང་ན་ས་ཁྱོ་ཁྱོ་འདྲ་བོ་ཕྱིན་ནས། ཧ་ནའི་གེགས་སེལ་བོང་དོང་དེ་ཚོ་ཡང་དཔེ་གཞུང་ལུགས་ཆེན་མོ་དུ་བསྒྲུས་ནས་བཀའ་བརྒྱུད་སྤེལ་མཁན་དག་གྱོང་རེ་ད་ལྟ་ཆུ་ཆེན་དག་གི་ནང་ལོགས་ལ་ཧེག་སེ་ཕོག་འདུག་དཔལ་མང་པོ་ཡོད་ཐར་འདུག་དེ་ལ་གི་ཕ་ཁི་འདྲ་བོ་ཅིག་མ་སྦྲེལ་ནས་ཀླད་དེ་ཅུ་འདྲ་གྱི་མ་གཏོགས་གྱོང་ཆེན་པོ་གི་སྒྲུབ་བྱེད་གི་ཨེ་ནི་ལས་ཕ་མ་འདས་པ་དག་ཧེག་སེ་ཕོག་འདུག་པས་ཁམས་གཙང་མ་རྗེ་བདག་ཉིད་ཆེན་པོ་བཀའ་ཟུར་ནོངས་འགྱོད་ཀྱི་རྩ་བ་ཉིད་ནི་མེད་སྐྱོར་བྱེད་སྟངས་ནི་ང་ཚོ་བཅས་ཀྱི་ཤེས་བྱེད་ཀྱི་ཉེར་མི་གོ་བ་ལས་ཞག་པ་ལྟ་ཞག་ན་ར་འཕྲོད་ཀྱི་ཡོད་ཚུལ་དེ་འདྲའི་ཅིག་རེད། དེ་འདྲའི་ཡིན་པ་ཡིན་ས་ད་ད་ཟླ་རྗེས་བདག་ཉིད་ཆེན་པོའི་བཀའ་སྲོལ་ཟེར་ན་འདྲ། དེ་ནས་ཁ་ལག་འདྲ་དག་མ་སོང་ན་ས་ཆུ་ཆུ་བྱས་ནས་ཉམས་ལེན་རིམ་པ་གྲས་བྱ་རྒྱུ་འདི། ཉམས་སུ་ལེན་མཁན་གྱི་ཐོག་ནས་དེ་ནི་རྗེ་མི་ལ་ལྟ་བུ་གི་ད་རྩོམ་པ་ཆེན་པོ་ཡོད་དེ་གི་ཤེས་རབ་ཡོང་མཁན་གྱི་ཡིན་ན་ད་བློ་བཟང་གི་གསུང་བརྗེད་ཐུབ་ཡག་གི་མན་ངག་དེ་འདུག་ཟེར་ནས་གོ་བ་དེ་འདྲས་ཀྱི་སྐྱེ་དགོས་ཡོད་ས་རེད། དེ་ནས་བླ་མའི་རྣལ་འབྱོར་ལམ་གྱི་གཙོ་དུ་བྱས་པ་དེ་གཞན་དང་མ་འདྲ་བ་ཅིག་ཡོད་རེད་ཟེར་ཡ་དེ་ལྟ་སྟེ་ང་ཚོ་རྩལ་ཤུགས་གཏོད་དགོས་འདུག་ང་རང་འདྲ་བའི་ན་ཡང་ཐག་ཞེ་དྲག་ཆོད་གི་མི་འདུག་སྐབས་རེ་དེ་འདྲ་མེད་འགྲོ་དྲན་གི་འདུག་ལ་དེ་ཡང་བླ་མཆོག་ཏུ་འབྲེལ་ནས་ཡོང་གི་འདུག་བ། བདེ་ཆེན་ངོས་ལས་རང་ཉིད་བླ་མ་ལྷ་གོང་གཏེར་གསར་བའི་སྐུ་ལས་འོད་ཟེར་འཕྲོ་ཟེར་ནས། རྒྱའི་བདག་ཉིད་ཆེན་པོ་གི་བཀའི་བཀའ་སྲོལ་འདྲ་བོ་དེ་ག་འདྲ་གྱི་འདུག་ཟེར་སླ་བ་ཡིན་ན། རང་སེམས་དང་རང་གི་སེམས་དེ་དང་ཨནི་བླ་མ་དང་རང་གི་བླ་མ་དེ་དང་ཨནི་ཡི་དམ་གསུམ་པོ་དེ་དག་ཁ་ཁ་རྩ་བ་ཉིད་བྱེད་རྒྱུ་མེད་པ། དེ་གཉིས་གཅིག་རང་གཅིག་རང་བ་ཙམ་དུ་སྤོང་ནས། དེ་ནས་གོང་ཤར་ཐམས་ཅད་དེའི་རྣམ་པར་དུ་ལྟ་སྟངས་ཀྱིས། ད་ཉམས་ལེན་གྱི་རིམ་པ་ཅིག་ཙར་དུ་སྟོང་ནས་འགྲོ་གི་འདུག། བླ་མའི་རྣམ་འགྱུར་ལམ་གྱི་གཙོ་དུ་བྱས་པ་གཞན་ལ་མེད་པའི་ཨནི་གྲུབ་མཐའི་ཁྱད་ཆོས་འདྲ་བོ་ཅིག་སྟོང་ན་དེ་འདྲ་བྱེད་ཀྱི་ཐོག་ནས་གདོང་ཕྱོགས་གུ་ཡོག་ན་མེད་ན། ད་དེ་ཚོ་ཐག་ཆུ་བ་རང་ཤེས་མ་སོང་གད་རྣམ་པ་ལགས་སོ། ཨོ་རྒན་རིན་པོ་ཆེ་རྒན་དཀར་ཟུང་ལགས། ཨོ་ཁྱེད་ཀྱི་ད་གའི་དྲི་བ་དེ་མི་ལན་ཆགས་སོང་བ་ཅིག་ཞུས་མི་འདུག་བ། ད་ཁྱེད་ཀྱི་བཀའ་ཕེབས་སྟངས་འདྲ་བོ་བྱིན་ན། རྡོ་རྗེ་ཉི་བཞི་བཅུ་གསུམ་པ་དེ་ཉམས་ལེན་བྱེད་ཡོང་དུས་ད་རང་གི་གསུང་དེ་འཇིགས་སོང་གཡག་མ་ཁྲ་བ་ཉམས་ལེན་བྱེད་བ་ཅིག་ད་འགྲོ་གི་འདུག།

ནི་ཁྱོད་ཀྱི་དང་གང་ལ། ངའི་སྐད་ཆ་བཤད་སྟངས་ཀྱི་བརྒྱུད་རིམ་གྱི་ནང་རུང་ལ་རྗེས་བདག་ཉིད་ཅན་པོ་ལ། དེ་ནི་བཀའ་སྲོལ་དེ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་འདྲ་བོ་ཅིག། མན་ངག་དམིགས་བསལ་བ་འདྲ་བོ་ཅིག། མེད་མི་སྲིད་པ་འདྲ་བོ་ཅིག་ཐུན་མོང་བ་མ་གཏོགས་ད་དེ་འདྲའི་འདྲ་བོ་ཅིག་སྐད་ཆ་མཐོང་བ་དེ་འདུག། ཟེར། ད་རྗེས་ལ་ནི་བསྟན་པའི་ཁྱད་ཆོས་འདི་འདྲ་འདི་འདྲ་ཡོད་རེད་ཟེར་ནས་ནི་ཁྱེད་ཀྱི། རྣམ་པར་ཐར་བ་འདྲ་བོ་དེ་འདྲ་བཙོངས་སོང། ཐུགས་ཆེ། ངས་དེ་ཆེ་ཆུང་ཡོད་མ་རེད་དོ་ཞུ་གི་མེད་དེ་དག་གཙོ་བོ་ཆེ་ཆུང་འདོག་ས་འདྲ་བོ་དེ། ཁོ་མན་ངག་གཅིག་པ་འདྲ་བོ་ཅིག་རེད་དེ་ཡོད་ན་ཡང་མན་ངག་གི་ནང་རུང་ལ་ཕ་དར་ཤ་འདྲ་བོ་ཅིག་སྐྱེ་ཡ་ནི། ཞིག་སེར་བོང་མདོང། དེ་ནི་ཁྲོ་བ་འདྲ་བོ་ཆ་ཚང་བ་ཕར་བཙར་ནས་ད་དེ་ཡང། རྩ་བའི་དཔལ་ཆེན་དུ་གྲུབ་ཆེན་རང་རྟོགས་ནས། ཁྲོ་བ་བཙར། དེ་འདྲི་བཅས་ཀྱི་ཐོག་ནས་ཨ་ནི་ཆེ་ཆུང་འདོག་འགོག་དུ་བ། དེ་གཞན་དག་ལ་སྨད་སྐྱོ་ཅིག་ང་རང་ཚོ་ལ་ཨ་ནི་རྩ་བ་ཉིད་ནས་དཔེ་གཞན་དག་ལ་དཔེ་དེའི་ལམ་ལུགས་སུ་འདྲ་བོ་དེ་རྩ་བ་ཉིད་ནས་སྨད་སྐྱོ་ཅིག་ང་རང་ཚོ་འགྲོ་བ་ཡིན་ཙང་དེའི་ཁྱད་ཆོས་ཞིབ་མོ་ཅིག་ཡོད་རེད་དེ་འདྲ་རང་གི་ཡིན་ནམ་མེད་ན། ད་གཙོ་བོ་དེ་ཁོང་རྣམ་པ་ལ་ཡོད་སྐྱོ་དེ་གི་ནང་ལོང་ལ་ཕར་འཁྲུ་བ་འདྲ་བོ་ཅིག་ས་རེ་འཛེར་ནས་ཆེ་ཆེ་འདོང་ས་འདྲ་བོ་དེ་དེ་འདྲའི་འདོང་ཁུག་ཡོད་ས་རེད་དྲན་སོང་ལགས་སོ།